དོན་དག་ཆོས་སྤོང་གི་ལས་ཚབས་ཆེན་པོ་བསགས་འགྲོ་གི་རེད། སྡིག་པ་ཆེན་པོ་ཡོང་གི་རེད་གསུངས་པ་རེད། རྒྱུན་མི་ཆད་པར་འབྱུང་ཞིང་དེ་ལྟར་ཆོས་སྤོང་གི་ལས་ཀྱི་སྒྲིབ་པ་ནི། ཤིན་ཏུ་ལྕི་སྟེ། ཆོས་སྤོང་གི་ལས་བསལ་ཏེ་ཞེ་དྲག་གི་དཔེ་གལ་ད་ལྕི་བ་རེད། རྣམ་སྨིན། རྣམ་པར་དག་པ་ཐམས་ཅད་འདུས་པའི་མདོ་ལས། བརྒྱན་པས།

གཏིང་ཟབ་པ་ཅིག་རེད་གསུངས་ཡོད། དེ་གང་ཞེ་ན་འཇམ་དཔལ་ཞེས་བོས་ནས་གང་ཟག་གང་དེ་བཞིན་གཤེགས་པས་གསུངས་པའི་བཀའ་ལ་ལ་ནི་བཟང་བར་འདུ་ཤེས། བཟང་བར་འདུ་ཤེས་པས་བླང་བར་བྱ། དེ་བཞིན་གཤེགས་པའི་གསུང་བྱ་ཡས་པའི་བཀའ་འགའ་ཞིག་ནི་ཡག་འདྲ་བ་པོས་ངོས་འཛིན་བྱས་ནས་སོ་སོ་གི་ཚུལ་བླང་སོ་སོའི་ཉམས་ལེན་བྱེད། ད་ལ་ལ་ནི་ངན་པར་འདུ་ཤེས་པས་སྤོང་བར་བྱ་བ་ནི་ཆོས་སྤོང་བའོ། གང་ཆོས་སྤོང་བ་དེ་ཆོས་སྤོང་པས

གདུལ་བྱའི་བཅུད་ལ་བསྐུར་བ་ལྟ་བུའི་སྒྲུབ་པ་པོ་དགེ་འདུན་ལ་ཡང་ངན་དུ་བརྗོད་པ་ཡིན་ནོ། ཡིན་ནོ། སྟེ། ད་ལགས་ཅི་རེ་བ། དེ་བཞིན་གཤེགས་པ་ནི་ཆོས་ཉམས་སུ་བླངས་པའི་དོད་ཐོབ་པ་དང། དགེ་འདུན་ནི་ཆོས་སྒྲུབ་པ་པོ་ཡིན་པས་སོ། ཆོས་སྤོང་པའི་སྒོ་གཞན་ཡང་ཡོད་དེ། འདི་ནི་རིགས་པའོ་འདི་ནི་མི་རིགས་པའོ་ཞེས་ཟེར་ན། ཆོས་སྤོང་བའོ། ད་རྒྱལ་བའི་གསུང་རབ་ཀ་ག་དུས་ཅིག་ཡིན་པ་ཡིན་ན་ཡང་འདིར་ཐལ་བཞག་འདི་ཐལ་གྱི་མི་འདུག་འདི་མི་རིགས་པ་རེད་ཟེར་ལབ་ན་ཆོས་སྤོང་ལས་འགྲོ་བ་རེད། འདི་ནི་བྱང་ཆུབ་སེམས་དཔའ་རྣམས་ཀྱི་ཆེད་དུ་གསུངས་པའོ། འདི་ནི་ཉན་ཐོས་རྣམས་ཀྱི་ཆེད་དུ་གསུངས་པའོ་ཞེས་ཟེར་ན་ཆོས་སྤོང་པ་ཡིན་ནོ། འདི་ནི་རང་སངས་རྒྱས་རྣམས་ཀྱི་ཆེད་དུ་གསུངས་པའོ་ཞེས་ཟེར་ན་ཆོས་སྤོང་བ་ཡིན་ནོ། དེ་དག་རྒྱལ་བའི་བཀའ་བས་རྡོ་བསྟན་བཅུའི་ཆོས་ཀྱི་བུམ་པ་བཞི་ཁྲི་ཆིག་སྟོང་ཚང་མ་ལོངས། གང་ཟག་གཅིག་སངས་རྒྱས་པའི་ཆེད་དུ་གསུངས་བྱ་ཡང་ཤ་སྟག་རེད་བ། སོ་སོ་སངས་རྒྱས་པའི་ཆེད་དུ་གསུངས་བྱ་བ་ཡིན་པ་དེ་སོ་སོའི་ར་སྤྲོད་གོ་གོ་ཡོང་རེད། དེ་མ་གཏོགས་ཆོས་གཅིག་དེ་འདི་ཁོའི་ཆེད་དུ་གསུངས་བྱ་ཡ་རེད། གཅིག་དེ་གོའི་ཡི་གེའི་ཆེད་དུ་གསུངས་བྱ་བ་རེད། གཅིག་དེ་ཡི་ཉིན་ཐུན་གྱི་ཆེད་དུ་གསུངས། གཅིག་བྱང་ཆུབ་སེམས་དཔའི་ཆེད་དུ་གསུངས། སོ་སོའི་ཆེད་དུ་གསུངས་པ་མིན་པ་འདྲ་པོ་གཅིག་བསམ་བློ་བཏང་ན། ད་དེས་དེ་ནི། ཆེ་ཤོས་དང་པོ་གསུམ་པོ་དེ་རེད་ཡོད་མ་རེད། བདེན་པ་དང་ནི་འགག་མེད་དུ་རྟོགས་པ་དང་གསུང་ར་མ་ལུས་གདམས་ངག་ཏུ་འཆར་བ་དང་འོ་ད་དེ་ཚོས་གོ་བ་མ་རྙེད་པའི་རྟགས་བསྟན་གྱི་ཡོད་རེད་འོ་དེ་རེད། ཆོས་སྤོང་པ་ཡིན་ནོ། སྔར་བཤད་པའི་ཆོས་ལ་བཟང་ངན་རྣམས་རང་སངས་རྒྱས་ཀྱི་ཆེད་དུ་གསུངས་པའི་བར་ཐམས་ཅད་ལ་དེ་དག་རྒྱུ་མཚན་དུ་བྱས་ནས་རིས་སུ་བཅད་དེ་འདི་ནི་བྱང་ཆུབ་སེམས་དཔའ་རྣམས་ཀྱི་ལྷ་བར་བྱ་བ་ཡིན་ནོ། འདི་ནི་བྱང་ཆུབ་སེམས་དཔའ་རྣམས་ཀྱི་ལྷག་པ་མ་ཡིན་ནོ། ཞེས་སེར་སྣ་ཆོས་སྤོང་བ་ཡིན་ནོ་ཞེས་གསུངས། བྱང་ཆུབ་སེམས་དཔའི་མ་བསླབ་པའི་དངུལ་དེ་གང་ཡང་ཡོད་མ་ཡིན་ཟེར་བ་དང། རེད་གསུངས་བ་རེད། འདི་ནི་ཆོས་སྤོང་བ་ཡིན་ནོ་ཞེས་གསུངས། ཆོས་སྤངས་ན་དེའི་ཉེས་པ་ཤིན་ཏུ་ལྕི་བ་ནི་ཏིང་ངེ་འཛིན་བརྒྱ་པོ་ལས། གང་ཟག་གང་གིས་འཛམ་བུའི་གླིང་འདིར་ནི། ཆོས་ལྡན་ཐམས་ཅད་འཇིག་ཅེས་པས་ཆོས་ལྡན་ཐམས་ཅད་འཇིག་ཟེར་དང་ཤིག་ཅེས་པས་གང་ཟག་གང་གིས་མདོ་འདི་སྤོང་ཅེས་པས་སྡིག་པ་དེ་ནི་ཕྱིས་ཁྱད་པར་དུ་འཕགས་པ་དེ་ལྕི་བའོ། འོན་ཏང་དེ་ནི་འདི་པ་དང་ལྕི་བའོ། གང་གིས་གང་གིས་ཇི་སྙེད། འདི་གང་གཱ་ཟེར་ཡ་དེ་ཆུ་བོ་གང་གཱ་མ་རེད། ཆུ་བོ་གང་གཱ་ཙམ་གྱིས་འགྲིག་གི་ཡོད་མ་རེད། གང་གཱ་མིན་གྱི་ཆུ་ཀླུང་ཆེན་པོ་རྒྱ་མཚོ་ཡིན། བྱེ་མ་ནི་དེའི་ཆུ་རྡུལ་ཏེ། རྡོ་མྱང་འདི་ལས་ཆུ་ཀླུང་ཞེས་བྱ་བ་ནི་རྒྱ་མཚོ་ལ་བྱ་སྟེ་གསུངས། གང་གཱ་ཞེས་པ་བོད་སྐད་དུ་སྒྲོ་ལྡན་མ་ཟེར་གང་གཱའི་མིང་ལ། རེད་པ་དང། སྒྲོ་ལྡན་མ་ཟེར་རེད་པ་ལམ་གསུམ་འབབ་པ་ཟེར་རེད་པ་དང་ཡོད་རེད་པ་དང་སྤྱི་དང་གང་གཱ།

སྤོང་བྱེད་པའི་སྡིག་པ་དེ་ནི་ཕྱི་ཡི་ཁྱད་པར་དུ་བག། ད་ཁྱོད་སྤོང་པ་ཡིན་ན། ཁྱོད་ཤོ་ལོ་ཀ་གཅིག་སྤངས་པ་ཡིན་ན་སྡིག་པ་དེ་འཆི་གི་རེད། ཞེས་གསུངས། འཆི་བ་དང་པོ་གསུམ་ལ་ངེས་པ་རྙེད་ན་འཇའ་བའི་སྐ་ལས་རྡོ་རྒྱུས་ན་གཅིག་ཀྱང་མེད་པར་ཉམས་སུ་བླང་ཕྱིར། གུས་པ་མཚུངས་པར་སྐྱེ་བས། བཟང་ངན་དུ་དབྱེ་བའི་ཆོས་སྤོང་གི་སྒོ་ཕྱི་ཤུལ་དེ་རང་འགགས་སུ་འགྲོ་བ་ཡིན།

འདྲེས་པ་ངང་གིས་སྤོང་ཞིང་དལ་འབྱོར་དང་མི་རྟག་པའི་ཆོས་སྐུ་ལྟ་བུར་ངེས་ན་ཚེ་འདིར་ཞེན་པའི་ཉེས་སྤྱོད་རང་འགག་ཏུ་འགྲོ་བ་ནས་སེམས་བསྐྱེད་ཀྱི་དམིགས་སྐོར་བསྐྱངས་ན་རང་གཅེས་འཛིན་ལ་བརྟེན་པའི་ཉེས་སྤྱོད་དང་བདག་མེད་ཀྱི་དམིགས་སྐོར་ལ་སྦྱངས་ན་བདག་འཛིན་གྱི་བར་དམིགས་སྐོར་རེ་རེ་བཞིན་དུ་རྒྱུད་ལ་སྐྱེས་ན་དེ་དང་དེའི་མི་མཐུན་ཕྱོགས་ཀྱི་ཉེས་སྤྱོད་ཆེན་པོ་རང་འགག་ཏུ་འགྲོ་བ་ཡིན། དེ་ལྟ་བུའི་ཆེ་བ་དེ་དག་བསྐྱེད་རིམ། དཔེ་ཡི་སྒོ་ནས་བཤད་ནའང་གསུང། ད་གོ་བདེ་པོ་བྱས་ནས་གསུང་གི་ཡིན་གསུང། དཔེར་ན་ལྷ་བྲིས་པ་ཞིག་གིས་ཐང་ག་བྲི་བ་ལ་དེ་ལ་དགུན་ངན་གྱི་རེས་གཞི་དང་ཚོན་དང་དཔེ་ལ་སོགས་པ་ཚང་ཚང་རུག་རུག་བྱེད་དགོས། དེ་འདྲའི་ལག་ཆ་དང་ཡོ་བྱད་ཐམས་ཅད་ཐང་ག་དེ་བྲི་བའི་ཆ་ཅན་དུ་གྱུར་པ་ཤ་སྟག་མ་གཏོགས། ཐང་ག་དེ་བྲི་བ་ལ་དགའ་ཆེན་དུ་གྱུར་པ་ཅུང་ཟད་ཀྱང་མེད་པར། ཤེས་པ་དེ་བསྟན་པ་ཐམས་ཅད་དགའ་མེད་དུ་བཏུབ་པའི་དཔེ་ཡིན། ད་གོ་བདེ་པོ་སོང་གི་འདུག་ཨང། དེ་ལྟར་ཤེས་ནས། ད་གངས་ཅན་རང་སངས་རྒྱས་པ་ལ། རྒྱལ་བའི་གསུང་རབ་མཐའ་དག། ཚང་ཚང་རུག་རུག་བྱས་ནས། འོ་ད། འཁོར་ཡང་མ་གཏོགས་འགྲོ་བ་དང། ཨ་དེ་ལ་དགའ་ཆེན་དུ་འགྲོ་བ་རྒྱུན་ནི་མེད་པ་ཅིག་ཧ་གོ་སོང་ན་བསྟན་པ་ཐམས་ཅད་དགའ་མེད་དུ་རྟོགས་པ་ཡིན། ད་དེ་བསམ་མནོ་ཡག་པོ་ཡང་ནི་དུ་བསམ་མནོ་བཏང་ནས་མ་བསྒོམ་ན། ལམ་སང་ལ་ལས་སླ་པོ་མི་འདུག་བ། འགའ་མེད་དུ་ཐུབ་པའི་དཔེ་ཡིན་སྲིད། དེ་ལྟར་བྱས་ནས་ལག་ཆ་དང་ཡོ་བྱད་དེ་དག་ལ་བརྟེན་ནས་ཐང་ག་འབྲི་ཤེས་པ་ལྟ་བུ་དེ་གསུང་རབ་གདམས་ངག་ཏུ་བྱ་བའི་དཔེ་ཡིན་སྲིད། ད་ཐང་ག་བྲི་ཡ་ལ་དཔེ་རིས་དང་དཔེར་དང་མཚོན་དང་འོ་དང་དེ་ཚོ་རིས་བཞི་དང་བཅས་པ་གང་ག་བའི་ཚང་ཚང་རུག་རུག་དེ་ཚོ་གང་ག་བའི་ཐང་ག་དེ་བྲི་ཡ་ལ་བའི་མཐུན་རྐྱེན་དུ་མཐུན་རྐྱེན་དུ་དཔེ་གོ་བ་མ་ཟད།

ད་དཔེ་ཆ་གཅིག་བརྗེས་ནས་དཔེར་ན་ཡོན་ཏན་བཞི་བཅུ་སྒོ་ནས་མ་ཡོན་ཏན་ཀུན་གྱི་བཞི་བཅུ་དྲིན་ཅན་གྱི་སྲས་ཀྱི་རྗེས་སོང་ན་ཨོ་དེ་སུ་ཁོ་ཡ་ཞིག་རེད་དོ། ཡོན་ཏན་ཀུན་གྱི་བཞི་བཅུ་དྲིན་ཅན་གྱི་ཚུལ་བཞིན་བསྟེན་པ་ཨོ་ད་སོ་སོའི་སྒོ་མེད་དེ་དེ་རྣམས་ལ་ཡོད་རོ་བ་དེ་ཚོས་ལིང་གཅིག་ཁེལ་ནས་ཨོ་ད། ཨོ་ད་བླ་མ་ཆོས་པའི་ཞིང་མཆོག་དམ་པ་རྗེ་བཙུན་བླ་མ་ལ་ཆོས་ཀྱི་སྐུད་པས་བསད་དོ་ཨོ་ད་ཆོས་ནི་བླ་མ་བསད་ཀྱི་ཚིག་དེ་འདྲ་པོ་ལས་སོང་དེ་ཚོས་རྒྱར་ཆོག་ཆོག་དུ་བ་ཨོ་ད་དེ་དེ་བས་དཔེ་རེད་དེ་རེད། ད་སོ་སོའི་བཤེས་གཉེན་བསྟེན་ཚུལ་སྒོ་མེད་ག་གེ་བཞི་བརྒྱུད་ནས་མེད་ན། ད་བཤེས་གཉེན་བསྟེན་ཚུལ་གྱི་ཚིག་འདྲ་པོ་ཡོངས་འདྲ་པོ་ག་ཚད་ཅིག་མཐོང་ནའི། ད་གཡུག་ཞག་བཞག་ཞིག་བྱེད་དུ་མ་འདུག་རེ་བ་ད། འོ་དེ་དེ་དེ་དེ་ཞེས་ན། རེ་བ་ད་བཞུགས་ཚར་དེ་བ་དེ་བ་ཅིག་ཡོད་བསམ་པར་བྱེད་ཅིག་བྱས། བར་བཅུག་བྱས་ཞིག་བྱས། ཚུལ་ཉམས་ལེན་ལ་བྱེད་ཡ་ཡོད་མ་ལ་བ་བྱས་ཙང་ད་སོ་སོའི་ལ་བི་ཀའི་ཉམས་ལེན་རྐང་གྲངས་ཚང་བ་ཅིག་སྒུག་ཡོད་ད་དོན་དག་དེ་བཤེས་གཉེན་བསྟེན་ཚུལ་ནི་བི་ཀའི་ཞེ་ལག་ག་བི་ཀའི་སེམས་བསྐྱེད་ཀྱི་བར་དུ། ཉམས་ལེན་དེ་བི་ཀའི་རིམ་པ་དེ། བི་ཀའི་ཞེ་དྲག་རྒྱ་ཆེན་པོ་མེད་ནའི་རྐང་གྲངས་ཚང་བ་ཅིག་ཡོད་ན། ད་རྒྱལ་བའི་གསུང་རབ་ཁ་བྲལ་ཅིག་མཇལ་བ་ཡིན་ན་ལམ་སང་དེ་ཁ་ཐུག་ཁ་ཐུག་ཁ་ཐུག་ཚུལ་སྦྱར་ནས། ཨོ་ད། སོ་སོ་ཐ་སྙད་འགའ་ཞིག་བསམ་བློ་བཏང་འདོད་ཡོད་ན། ཨོ་ད་ད་འཇོན་ཉེས་དགག་གི་ད་ཆོས་གསུང་བྱ་ཡག་གི། རྒྱལ་བའི་གསུང་རབ་ཁ་བྲལ་ཅིག་ཡོད་ན་དེ་ལ་ཚུལ་སྦྱར། དེར་ཨོ་ད། བཤེས་གཉེན་བསྟེན་ཚུལ་ནི་མི་ལུས་པའི་ཟུངས་ཁུག་བར་དུ་ལམ་གྱི་རིམ་པ་བསྟེན་བྱ་ཡག་གི་རྒྱལ་བའི་གསུང་རབ་ཞིག་ཡོག་རེད་མ་གཏོགས། དེ་མ་ཡིན་པའི་རྒྱལ་བའི་གསུང་རབ་གཞན་དག་དེ་ལས་གཞན་པའི་བཅོམ་ལྡན་འདས་པ་ཅིག་རྒྱལ་བའི་གསུང་རབ་བརྒྱུད་ནས་ཡོད་མ་རུང་བར་ཤོ་ལོ་ཀ་གཅིག་ཡིན་པ་ཡིན་ནོ། དེ་རེད། བྱས་ཙང། དེ་དག་ལ་བརྟེན་ནས་ཐང་ག་འབྲི་ཤེས་པ་ལྟ་བུ་དེ་གསུང་རབ་བདག་བར་དུ་འཆར་བའི་དཔེ་ཡིན། དེ་ལ་བརྟེན་ནས་ཐང་ག་ལེགས་པར་གྲུབ་པ་དེ། དང། ལག་ཏུ་བླང་བླང་བླང་བླང་ནས་རེ་བ་དང་ལམ་གྱི་རིམ་པ་དེ་ཚོ་དཔེ་བླང་ཡོང་དུས། ཨ་ནི། འདི་རེད་ལེགས་པར་གྲུབ་པ་དེ་རྒྱལ་བའི་དགོངས་པ་བདེ་བླག་ཏུ་རྙེད་པའི་དཔེ་ཡིན་ད་སོ་སོའི་རྒྱུད་ལ་དཔེ་རྟོགས་པ་བསྐྱེད་ནས་ངེས་འབྱུང་དང་བྱང་ཆུབ་ཀྱི་སེམས་པ་ཡང་དག་པའི་ལྟ་བ་བས་དྲོངས་སོང་ན་ཨ་ནི་རྒྱལ་བའི་དགོངས་པ་བས་བདེ་བླག་ཏུ་རྙེད་པ་རེད། དེ་ལྟར་ཆེ་བ་བཞི་པོ་དེ་ལ། འདི་ནི།

བསྟན་བཅོས་སྤེལ་བའི་བྱང་ཆུབ་ལམ་རིན་ཆེན་མོ་ཁོ་རང་ལ་ལྡན་དུ་ཡོད་རེད་བ་དང་དེ་ང་ཚོ་གི་བས་ཨེ་ལྡན་མི་ལྡན་བྱས་ན་ཅག་བྱེད་དགོས་ཡ་ཡོད་མ་ཁོ་རང་རྣམས་ལ་ལྡན་དེ་ཡོད་རེད་ད་ང་ཚོ་བསམ་བློ་བཏང་དགོས་ཡ་དེ་བརྗོད་བྱ་དོན་གྱི་ཆེ་བ་བཞི་གང་ཟག་རང་ཉིད་ལ་ལྡན་པ་གབ་བྱེད་ཟེར། དོན་གྱི་བས་བསྟན་པ་ཐབས་ཀྱི་དགའ་མེད་དུ་རྟོགས་ཡ་དེ་སོ་སོས་རྟོགས་དགོས་རེད་མ་གཏོགས་ལམ་རིན་ཆེན་མོས་རྟོགས་དགོས་ཡ་གལ་ཡོད་མ་རེད་བ། ཅེས་སོ་སོའི་བསྟན་པ་ཐམས་ཅད་འགག་མེད་དུ་རྟོགས། གསུང་རབ་མ་ལུས་གདམས་ངག་ཏུ་འཆར། ཉེས་སྤྱོད་ཐམས་ཅད་རང་འགག་ཏུ་འགྲོ་བ་དེ་སོ་སོར་སྦས་སྒྲོལ་བར་བྱེད། འོན་ཏེ་རྒྱལ་བའི་དགོངས་པ་བདེ་བླག་ཏུ་རྙེད་ཡ་དེ་སོ་སོའི་རྙེད་དགོས་རེ་མ་གཏོགས། ཕན་གྱི་མ་རེད། གང་ཟག་རང་ཉིད་ལ་བདེན་པ་གལ་ཆེ་གསུངས། དེ་ཡི་ཆེ་བ་བཞི་གསུངས་ནས་བྱང་ཆུབ་ལམ་གྱི་རིམ་པ་འདི་ནི་ཆེ་བ་བཞི་པོ་དེ་དག་དང་ལྡན་པར་མ་ཟད། ད་ཕྱིས་ཆོས་ཆེན་པོ་གསུམ་དང་ཡང་ལྡན་ཏེ། ཕྱིས་ཆོས་གསུམ་ག་རེ་ཟེར་ན་མདོ་སྔགས་ཀྱི་གསུང་རབ་ཐམས་ཅད། མདོ་སྔགས་ཀྱི་གསུང་རབ་ཐམས་ཅད་ཀྱི་བརྗོད་བྱ་བདུན་ནི་བསྟན་པའི་བརྗོད་བྱ་མ་ཚང་བ་མེད་པ། ད་ལམ་རིམ་བྱང་ཆུབ་ལམ་གྱི་རིམ་པ་འདི་རྣམས་ལ་མདོ་དང་སྔགས་ཀྱི་པའི་བརྗོད་བྱ་ཚང་མ་པའི་བདུན་ནི་བསྟན་པ་ཡིན་ཙང་བརྗོད་བྱ་མ་ཚང་བ་ཡོད་མ་རེད། སེམས་འདུལ་བའི་རིམ་པ་གཙོ་བོར་གྱིས་ནི་བསྟན་པའི་ལག་ཏུ་བླངས་ཏེ་བ། རོ་དང་གཙོ་བོ་གཙོ་བོ་པའི་ལམ་རིམ་སོང་ཡོང་དང་ལམ་རིམ་རྩོམ་ཡ་ལམ་རིམ་ཕྱེ་ཡོང་དུས་སེམས་འདུལ་ཡ་གཙོ་བོ་བྱེད་ནི་ཁྱེད་གོ་གོ་ཡོང་རེད་རོ་པ་དང་གཅིག་བཤད་ཡམ་འདྲ་བོ་དང་གཅིག་ཤི་བྱ་ཕ་མ་གོ་བ་གོ་ཡ་ག་ཕྱེ་དུས་ལམ་རིམ་སོང་པ་མ་རེད་ལམ་རིམ་རྩམ་པ་མ་རེད་རོ་པ་དང་སེམས་འདུལ་བོ་ཡོང་ཡ་སོ་སོ་གི་སེམས་ལ་བེད་བཟོ་བལྟ་བཟོ་ཐུབ་ཡ་དེ་ཡིན་དུས་ལམ་རིམ་བཤད་ཉན་གི་བླ་མ་ཡིན་ན་གཅིག་གང་ཐུག་ཐུག་གི་གཅིག་ཀུན་སློང་བཅུད་ནས་ཕ་སློབ་མའི་སེམས་གང་ཐུག་ཐུག་ཕན་ཡ་གཅིག་གཞན་གྱི་སེམས་ལ་ཕན་ཡ་གཅིག། ཨོ་ད་ཆོས་ཉན་ཉན་གྱི་སློབ་མ་ཚོ་ཡིན་ནས་སོ་སོའི་སེམས་དེ་གའི་དུ་བུ་ཡོང་ཡ་གི་ཆེད་དུ་ཅིག་ཉན་ཡིན་དེ་མ་གཏོགས་རེ་བ་གཅིག་ཧ་གོ་ཡ་གཅིག་འོ་མ་རེད་རེ་བ་ད། སེམས་འདུལ་བའི་རིམ་པ་གཙོ་བོ་རུ་བྱས་ནས་བསྟན་པ་ཡིན་ཙང་བསྟན་པས་ལག་ཏུ་བླང་བདེ་བོ་ཡོད་རེད། ལག་ཏུ་བླང་བདེ་བ་དང། ཤིང་རྟ་ཆེན་པོ་གཉིས། མགོན་པོ་ཀླུ་སྒྲུབ་དང་འཕགས་པ་ཐོགས་མེད་གཉིས་འདྲ་བ་གཉིས་ཀྱི་ལུགས་ལ་མཁས་པས་དེ་ནི་བླ་མ་གཉིས། བླ་མ་གསེར་གླིང་པ། ད། འཕགས་པ་ཐོགས་མེད་ཀྱི་ལུགས་ལ་མཁས་པའི་བླ་མ་གསེར་གླིང་པ་དང། ད་རྒྱལ་རྒྱུ་རེད་བ་ད། མགོན་པོ་ཀླུ་སྒྲུབ་ཀྱི་པའི་ལུགས་ལ་མཁས་པའི་བླ་མ་རིག་པའི་ཁུ་བྱུག། ད་ཆུང་བ་གཉིས། རིག་པའི་ཁུ་བྱུག་ཆེ་ཆུང་གཉིས་ནང་ནས་ཆུང་བ། བླ་མ་ཨ་བ་བདུད་སྡེ་ཞུ་ཡ་དེ།

འགྲོ་བ་དང་ཆེད་དུ་འཕགས་པ་ཅི་རེད་དེ། འདི་བྱང་ཆུབ་ལམ་གྱི་རིམ་པའི་ཆེ་བ་ཆེ་ཆུང་གསུམ་པོ་དེ་ཚང་གི་མ་རེད། དེ་ནས། དེའི་དང་པོ་ནི། འདི་ནི་གསུང་རབ་དགོངས་འགྲེལ་དང་བཅས་པའི་ཚིག་བསྡུ་མི་ནུས་ཀྱང། དོན་གྱི་གནད་མཐའ་དག་མ་ཚང་བ་མེད་པ་འདིར་བསྡུས་ནས་བསྟན་པ་ཡིན་ཏེ། གསུང་རབ་དགོངས་འགྲེལ་དང་བཅས་པའི་དོན་མཐའ་དག་སྤྱི་ཕུན་སུམ་གྱི་ལམ་གྱི་རིམ་པར་བསྡུས། དེ་འདིར་ལམ་རིམ་ཉུང་ངུ་ཞིག་གི་ནང་དུ་རྡུལ་ནི་བསྟན་པས་གསུང་རབ་ཐམས་ཅད་ཀྱི་བརྗོད་བྱ་འདིར་རྡུལ་ནི་བསྟན་པ་ཡིན། དེ་ཡང་རྗེ་བཙུན་ཙོང་ཁ་པ་ཆེན་པོས་བླ་མ་དབུ་མ་པར་ཕུལ་བའི་ཕྱག་ཤོག་ཏུ། ཕྱག་བྲིས་རེད་བ་ད། པདྨ་མི་མཛད་ཡེ་ཤེས་ཀྱི་གདམས་པ་བྱང་ཆུབ་ལམ་གྱི་རིམ་པའི་མན་ངག་འདི་གསུང་རབ་དགོངས་འགྲེལ་གྱི་བསྟན་བཅོས་མན་ངག་མཐའ་དག་ལམ་གྱི་རིམ་པ་གཅིག་ཏུ་དྲིལ་ནས་སྟོན་པར་སྣང་བས་ཕྱིས་ཤེས་པ་དང་ཉིན་ཤེས་པ་གཉིས་ཀྱིས་ཤེས་ཅིང་ཉམས་སུ་བླངས་པའི་མན་ངག་ཆང་ཆུང་དུ་མ་ཟད་གསུང་རབ་མཐའ་དག་གི་གོང་བསྒྲིགས་ནས་འོང་བར་སྣང་བས་ཁྲིད་ཀྱི་རྣམ་གྲངས་མང་པོ་སྟོན་པར་མ་བྱས་ཞེས་གསུངས། ད་ཁྲིད་པའི་རྣམ་གྲངས་འདྲ་མི་འདྲ་མང་པོ་སྟོན་མེད། བྱང་ཆུབ་ལམ་གྱི་རིམ་པ་རང་ཆེ་འཇུག་གི་ཡོད་གསུངས་བ་རེད། དེ་ནས་སྟོན་པར་མ་བྱས་ཞེས་གསུངས། དེས་ན་གྲུབ་མཐའ་གཞན་དུ། ལོ་ཟླ་གྲུབ་མཐའ་གཞན་དུ་ཨ་ནི་སྐྱབས་འགྲོ་སོགས་སྔོན་འགྲོའི་ཁྲིད་ཆེན་བཞི་དང། དངོས་གཞི་སོགས་ཁྲིད་ཆེན་གྱི་རྣམ་གྲངས་ཀྱི་ཐ་སྙད་སོ་སོ་ནི་ཡོད་ཀྱང་རང་རེ་བཀའ་གདམས་གསར་རྙིང་གི་ལུགས་འདི་ལ་ད་གང་ཆེ་བཀའ་གདམས་པའི་ལུགས་ལ་བཀའ་གདམས་ལ་བཀའ་གདམས་གསར་མ་བག་ལོ་ཟླ་ཇོ་བོ་རྗེ་ནས་མ་བྱས་ནས་ག་ས་བཀའ་གདམས་རྙིང་མ་བག་ཇོ་བོ་རྗེ་ནས་མ་ལོ་ཟླ་འཇང་དགོན་བླ་མ་ཙོང་ཁ་པ་ཡན་ཆད་དེ་ད་འཇང་དགོན་བླ་མ་ཙོང་ཁ་པ་ནས་མ་ཨ་ནི་བཀའ་གདམས་གསར་མ་བག་དོན་དག་གཅིག་པ་རེད། བཀའ་གདམས་གསར་རྙིང་གི་ལུགས་འདིར་ཁྲིད་ཀྱི་རྣམ་གྲངས་མང་པོ་མི་དགོས་པར། ཐམས་ཅད་ལམ་རིམ་གྱི་ནང་དུ་བསྡུས་ནས་བསྟན་པ་ཡིན་གསུངས། ལམ་སྒྲོན་ཤོག་བུ་གསུམ་གྱི་ནང་དུ་གསུང་རབ་ཐམས་ཅད་ཀྱི་བརྗོད་བྱ་ཧྲིལ་གྱིས་བྲིས་ནས་བསྟན་ཅིང། འདི་ཉིད་ཤེས་བྱ་རྩ་བའི་གཞུང་དུ་བྱས་པས་ལམ་རིམ་གཞན་ཐམས་ཅད་ཀྱིས་ཀྱང་དེ་བཞིན་དུ་བསྡུས་ནས་བསྟན་པ་ཡིན་ནོ། དེའི་ཕྱིར་རྗེ་བཙུན་ཙོང་ཁ་པ་ཆེན་པོས་གསུང་རབ་ཀུན་གྱི་སྙིང་པོ་བདུད་བཏུལ་བ། བདུད་བཏུལ་གཉིས་འདུ་བ། གསུང་རབ་ཀུན་གྱི་སྙིང་པོ་བདུད་བཏུལ་བ། ཚུལ་དེ་མཐུན་རིག་སྟོན་དང་ཉན་པས་ཀྱང། དམ་ཆོས་ཁྱེད་དང་མཐུན་པའི་ཕན་ཡོན་ཚོགས། རླབས་ཆེན་འདུས་པར་ངེས་པས་དེ་སྟོན་བསམ། ཞེས་གསུངས་པ་ལྟར་བྱང་ཆུབ་ལམ་གྱི་རིམ་པ་ལ་ཐོས་བསམ་འཆད་ཉན་བྱས་ན་གསུང་རབ་དགོངས་འགྲེལ་དང་བཅས་པའི་དོན་མཐའ་དག་ལ་ཐོས་བསམ་སློབ་གཉེར་བྱེད་པར་འགྲོ་ཞིང། ད་བྱང་ཆུབ་ལམ་རིམ་ལ་དཔེ་ཀའི་ཐོས་བསམ་སློབ་གཉེར་ཡག་པོ་ཅིག་བྱས་བཞག་ན། ད་རྒྱལ་བའི་གསུང་རབ་དགོངས་འགྲེལ་དང་བཅས་པ་ལ་ཐོས་བསམ་སློབ་གཉེར་བྱེད་པར་འགྲོ་གི་ཡོད་རེད་སློབ་གཉེར་རེད་འགྲོ་གི་ཡོད་རེད། རབ་འབྱམས་གསུང་རབ་ཀུན་ལ་བལྟ་བའི་མིག། སྒྲོ་དང་སྒྲ་ཕོག་བྱང་ཆུབ་ལམ་གྱི་རིམ་པ་སྟེ། འདི་ནི། ཤར་སྒོམ་ཚར་གཅིག་བྱས་ཀྱང། གསུང་རབ་དགོངས་འགྲེལ་དང་བཅས་པའི་དོན་ཉམས་སུ་བླངས་པར་འགྲོའོ། དེ་ཡང་བཀའ་གདམས་པའི་དགེ་བཤེས་སྟོད་ལུང་པ་ཆེན་པོས། ངས་བྱང་ཆུབ་ལམ་གྱི་རིམ་པ་འདི་བཤད་པའི་དུས་ན། འཛམ་བུའི་གླིང་འདི་ན་ཡོད་པའི་པོ་ཏི་དང་གླེགས་བམ་བརྒྱད་ཀྱི་རྟོགས་པ་ལ། བན་རྒན་སེར་བོ་འདིས་ང་ཚོའི་སྙིང་ཐམས་ཅད་སྟོན་གྱི་འདུག་སྙམ་ནས་འདར་དགོས་རེ་ཡོད་པ་ཡིན་ཞེས་གསུངས་པ་རེད། དོན་ལའང་དེ་ལྟར་ཡིན་ཏེ། བྱང་ཆུབ་ལམ་རིམ་འདིའི་བཤེས་གཉེན་ལེགས་པར་བསྲུངས་ན། བཤེས་གཉེན་གྱི་བཤེས་ཡག་པོ་ཞིག་ཉེ་གཉེན་གྱི་ཉེ་ཡག་པོ་ཅིག་ཤེས་པ་ཡིན་ན། འཛམ་བུའི་གླིང་གི་པོ་ཏི་ཐམས་ཅད་ཀྱི་སྙིང་པོ་ཐམས་ཅད་ཤེས་ཚར་བ་ཡིན་གསུངས་པ་རེད། དེས་ན་བྱང་ཆུབ་ལམ་གྱི་རིམ་པ་ནི་ཚུར་གསུང་རབ་ཐམས་ཅད་ཀྱི་དོན་བསྡུས་ཤིང་ཕར་གསུང་རབ་སྒོ་བརྒྱ་འབྱེད་པའི་འཕྲུལ་གྱི་ལྡེ་མིག་ལྟ་བུ་ཡིན་པས་ཁྱོད་ཀྱི་དགག་སྡོམ་འདི་ལས་ཆེ་བ་མེད། བྱང་ཆུབ་ལམ་རིམ་འདི་ལས་རྩ་ཆེ་བ་གཅིག་དང། གལ་ཆེ་བ། འདི་ནི་ཁྱོད་ཀྱི་དགག་སྡོམ་འདི་ལས་ཆེ་བ་གཅིག་མེད་གསུང། དེའི་ཕྱིར། དེའི་ཕྱིར་ཡང་སྟོད་ལུང་པ་ཆེན་པོ་ཁོང་གིས་ལམ་རིམ་གསུངས་པ་ན། ངའི་ཁྱོད་ཀྱིས་གཡག་པོ་ཆེ་ཤ་བ་ཡིན་ཞེས་གསུངས་པ་ཡང་འདི་ལྟ་བུ་ལ་དགོངས་ནས་གསུངས། བློ་དམན་པ་ཚོས་ལམ་རིམ་གྱི་གཞུང་རྒྱས་པར་མི་ཤེས་ཀྱང་དམིགས་སྐོར་གྱི་རྐང་གྲངས་ཚང་ན། དམར་ཁྲིད་ལྟ་བུའི་ཉུང་ངུ་ཞིག་ལ་བརྟེན་ནས་ཀྱང་ལམ་བགྲོད་ནུས་ཤིང་དམིགས་སྐོར་གང་ཡང་རུང་བ་ཅིག་མ་ཚང་ན་བགྲོད་མི་ནུས་པ་ནི་དཔེར་ན་ཚ་བའི་སྨན་ག་བུར་ཉིག་ཉིག། སྨན་རེ་རེ་ནི་ཁུར་པོ་ལོང་བ་ཡོད། རེད་པ་ད། སྨན་རེ་རེ་ནི་ཁུར་པོ་ལོང་བ་ཡོད། ཡོད་ཀྱང། དེ་ཀུན་ཟ་མི་དགོས་པ། ཚ་བ་བས་ན་ཚ་དྲགས་བ་ལ། སྨན་བི་ཀའི་སྣ་ཁ་རེ་རེ་ནི་བི་ཀ་བི་ཀའི་ཁུར་པོ་ལོང་བ་འདྲ་པོ་ཅིག་ཡོད་ན་གང་ག་ཟ་དགོས་མ་རེད་པ་ད། ཁོ་རང་ཟ་ཚོད་ཅིག་མ་གཏོགས། སྨན་གྱི་བི་ཀའི་སྣ་ཁ་འདྲ་པོ་ཅིག་ཚང་སོང་ན། སྨན་ཉུང་ཉུང་ཅིག་ཟ་ན་ཡང་ན་ཚ་དྲག་འགྲོ་བ་རེད། ཟ་མི་དགོས་པར་སྨན་སྣ་ཉི་ཤུ་རྩ་ལྔ་མ་འཛོམས་ན། རྩ་ལྔ་ཚང་མ་མ་འཛོམས་ན་སྨན་ཐུན་ཆུང་ངུ་ཞིག་གིས་ཚ་བའི་ནད་སེལ་བ་དང། སྨན་སྣ་གཅིག་མ་འཛོམས་ན། སྨན་སྣ་གཅིག་མ་འཛོམས་ན་གཞན་རྣམས་མང་པོ་ཟོས་ཀྱང། ད་སྨན་སྣ་ག་ཉི་ཤུ་རྩ་ལྔ་ནང་ནས་འབུལ་བའི། གཅིག་མ་ཚང་ན་གཞན་དག་པའི་ཁུར་པོ་ལོང་བ་ཅིག་ཟ་བ་ཡིན་ན་ཡང་ན་ཚ་དྲག་གི་མ་རེད། གང་རྒྱས་པའི་གང་འགག་པའི་སྣ་ག་འཛོམས་པ་ཅིག་དགོས་ཀྱི་ཡོད་རེད་འདུག་བ་ལ། འོན་ཏེ་རེད། སྨན་སྣ་གཅིག་མ་འཛོམས་ན་གཞན་རྣམས་མང་པོ་ཟོས་ཀྱང་ནད་སེལ་མི་ནུས་པ་བཞིན་ནོ། དེས་ན་གདམས་ངག་གི་འདི་ལྟ་བུ་དང་མཇལ་བའི་སྐལ་བཟང་རྙེད་པའི་དུས་འདིར་ཆིག་སྒྲིལ་བྱེད་དགོས། ད་བྱང་ཆུབ་ལམ་གྱི་རིམ་པ་ལ་པའི་ཆིག་སྒྲིལ་བྱས་ནས་དེ་བ་ད། ཕྱེད་ཆུ། བྱེད་དགོས་སོང་ད། ད་ཕྱེད་ཆུ་དང་པོ་དེ་བསྒྲིགས་སོང་ང། ད་ཕྱེད་ཆུ་གཉིས་པ་ནི། རང་རེ་རྣམས་འཁོར་བ་འདིར་སྡུག་བསྔལ་སྣ་ཚོགས་ཤིག་མྱོང་བ་དང། ཡང་ཐར་པའི་བདེ་བ་ཐོབ་པ་སོགས་ཀུན་གྱི་བྱེད་པོ་སེམས་འདི་ཉིད་ཡིན་ལ། དེ་ལ་དེ་བསྡུ་བ་ལ་ལམ་རིམ་འདི་ལས་ལྷག་པ་མེད་ཅིང། དེ་རེད། རང་རེ་རྣམས་འཁོར་བ་འདི་ལ་བསྡུ་ངན་པའི་སྣ་ཚོགས་པ་བྱེད་པའི་ཉུང་ཡ་དང། ཨ་ནི་ཡང་ངན་སོང་ལ་ཡར་མཐར་ནི་པའི་ལྷ་དང་མི་ཡི་པའི་མངོན་མཐོ་གི་བདེ་བ་ཐོབ་ཡ། དེ་ཚོ་གང་ག་ལོག་གི་བྱེད་པ་པོ་འདྲ་པོ་པའི་རྩ་བ་རྩ་བ་དེ་སེམས་དེ་ལ་ཐུག་དེ་ཡོད་རེད། རེད་པ་ད་སེམས་དེ་པི་གའི་སོ་སོའི་སེམས་དེ་པའི་དུས་བབ་མ་བྱུང་ནི། སེམས་དེ་འདོད་ཆགས་ཞེ་སྡང་པི་གའི་རེད་པ་ད། འདོད་ཆགས་ཞེ་སྡང་གཏི་མུག་གསུམ། འགོང་པོ་གསུམ་གི་བཟོ་འདྲ་པོ་རེད་པ་ད། འདོད་ཆགས་ཞེ་སྡང་གཏི་མུག་གསུམ་གི་དབང་དུ་སོང་ནི། དེ་ནས་ཨ་ནི་ལས་མི་དགེ་བ་བསགས། ལས་མི་དགེ་བ་བསགས། ལས་མི་དགེ་བ་བསགས་ནས་ཨ་ནི་བི་ཀའི་སྡུག་བསྔལ་མྱང། རེ་བ་ད་དེ་ཡིན་དུས་རྩ་བ་དེ་སོ་སོའི་སེམས་མ་དུལ་བ་སྲིད་ལས་དྲུག་འདུལ་བ་དེ་ཡིན་དུས་དེ་འདུལ་བ་ལ་ཨ་ནི་ལམ་རིམ་འདི་ལས་ལྷག་པ་ཡོད་མ་རེད་སེམས་འདུལ་བ་ལ་ལམ་རིམ་འདི་ལས་ལྷག་པ་མེད་ཅིང་སེམས་འདུལ་ཐབས་གཙོ་བོར་བྱས་ནས་གསུངས་པས་ཉམས་ལེན་དུ་ཕྱིར་བདེ་བའི་ལག་ཏུ་བླང་བདེ་བ་ཡིན།

ཀླུ་སྒྲུབ་ཀྱི་ལུགས་ལ་མཁས་པའི་བླ་མ་རི་པའི་སྐུ་གཟུགས་དང། ཐོགས་སྨད་ཀྱི་ལུགས་ལ་མཁས་པའི་བླ་མ་གསེར་གླིང་པ་གཉིས་ཀྱིས་མན་ངག་གི་རྒྱན་ནི་བསྟན་པས། ལུགས་གཞན་ལས་ཁྱད་པར་དུ་འཕགས་པ་ཡིན། དེ་ལྟར་ཡང་རྗེ་བཙུན་ཙོང་ཁ་པ་ཆེན་པོས། འཛམ་གླིང་མཁས་པ་ཡོངས་ཀྱི་གཙུག་གི་རྒྱན། སྙན་པའི་བ་དན་འགྲོ་རྣམས་ལྷང་ངེ་བ། ཀླུ་སྒྲུབ་ཐོགས་མེད་གཉིས་ནི་རིམ་བཞིན་དུ་ལེགས་བརྒྱུད་བྱང་ཆུབ་ལམ་གྱི་རིམ་པ་ནས་ཞེས་གསུངས་པ་ལྟར་རོ། དེ་ལྟར་འདི་ནི་ཕྱིས་ཆོས་གསུམ་པོ་འདི་ལྟ་བུ་ནི་འདས་གསུངས་སོ། རྟེན་འབྱུང་མངོན་པར་རྟོགས་པ་གཞན་ལའང་མེད་ཅིང། རྒྱུད་ཅེས་བྱ་བ་པའི་གསང་བ་འདུས་པ་ལའང་ཡང་མེད་དེ། དེ་གཉིས་ལ་མདོ་སྔགས་ཀྱི་བརྗོད་བྱ་ཆ་ཚང་འདུས་པ་ཡང་མེད་ལ། དཔེར་ན་རྟེན་འབྱུང་མངོན་རྟོགས་རྒྱན་གྱི་སྐབས་སུ་སྔགས་ཀྱི་སྐོར་གསུངས་ཡོད་མ་རེད་པ། རྒྱུད་ཅེས་བྱ་བ་གསང་བ་འདུས་པའི་ཁ་ཐུག་ལ་རྡོའི་སྐོར་ཆ་ཚང་ཡོད་མ་རེད་པ།

རེ་བ་ད། སེམས་འདུལ་བའི་ཆེད་དུ་སོང་བ་ད་གྲོགས་སྒོ་རེ་བ་ད་ག་རེ་རེད་ཟེར་ན་ཉོན་མོངས་སྤྱོད་པ་བརྒྱད་ཁྲི་བཞི་སྟོང་གསུངས་པའི་དོན་དུ་ག་གསུངས་པ་འདྲ་བ་རེད་བརྒྱད་ཁྲི་བཞི་སྟོང་བཏུལ་བའི་དོན་དུ་ཨ་ནི་དེ་ཡིན་ཙང་གསུང་བཞག་ཡ་ཡིན་དུས་གང་ན་ཡིན་ན་གཙོ་བོར་བྱེད་པ་ཅིག་མ་རེད། སེམས་འདུལ་བའི་རིམ་པ་གཙོ་བོར་བྱེད་པའང་མེད་དོ།

སེམས་འདུལ་བའི་རིམ་པ་གཙོ་བོར་བྱེད་པའང་མེད་དོ། དེ་ལྟར་ཆེ་བ་བཞི་དང་ཆེ་རྒྱུད་ཆེན་པོ་གསུམ་གྱི་སྒོ་ནས་ཁྱད་པར་དུ་འཕགས་པའི་བྱང་ཆུབ་ལམ་གྱི་རིམ་པ་འདི་ལྟ་བུ་ལ་ཐོས་བསམ་སྒོམ་གསུམ་བྱེད་དུ་ཡོད་པས་སྐལ་བཟང་འདི་ལྟ་བུའི་སྐབས་གདམས་ངག་ལྟར་སྣང་རེ་དང་ཕྱོགས་རེ་བ་ཙམ་རིས་ཚིམས་ནས་མི་འདོད་པར་ལམ་འདིར་བརྩོན་པ་ཆེན་པོ་འཇུག་པ་ཤིན་ཏུ་གལ་ཆེ་བར་འདུག་གོ་གསུང་བ་དང་ཅབ་ཅི་རྡོ་རྗེ་འཆང་གིས་སྤེལ་བའི་བཀའ་སློབ་གནང་བ་རེད། རེ་བ་དང་ད་སྐལ་བ་བཟང་པོ་སོ་སོ་པའི་བྱང་ཆུབ་ལམ་གྱི་རིམ་པ་ལ་པའི་ཐོས་བསམ་བྱེད་དུ་ཡོད་པའི་སྐབས་དེ་ལ་ད་མ་འཆུག་པ་བྱས་ནས་པའི་བྱང་ཆུབ་ལམ་རིམ་ལ་ཐོས་བསམ་བྱས་ན་ད་གལ་ཆེ་ཤོས་དེ་རེད། གཞན་པ་ཁག་ཅིག་ལ་པའི་ཐོས་བསམ་མ་བྱས་ནས་ལམ་རིམ་གཅིག་གོ་ཐོས་བསམ་བྱས་བསྡད་ན་འགྲིག་གི་རེད་གསུང་བ་རེད། བརྩོན་པ་ཆེན་པོས་འཇུག་པས་ཤིན་ཏུ་ག་ཆེ་བར་འདུག་གོ། དེས་ས་ཆའི་བསྙེན་པ་ཆོས་ཀྱི་ཆེ་བ་གསུངས་ནས། ད་རྩ་བའི་ས་ཆའི་རེ་ས་ཆའི་གསུམ་པ། དེ་ནས་ཆེ་བ་གཉིས་ལྡན་རེ་བ་དང་རྫས་འབབ་པའི་ཆེ་བ་དང་ཆོས་ཀྱི་ཆེ་བ་གཉིས་ལྡན་གྱིས། ཆེ་བ་གཉིས་དང་ལྡན་པས་གཉིས་ལྡན་གྱི་ཆོས་ལ་ཉན་བཤད་ཇི་ལྟར་བྱ་བ་ནས། དེ་ཡང་ས་ཆའི་འདི་ཤིན་ཏུ་གལ་ཆེ་བ་སྟེ། ཆོས་ལ་ཉན་བཤད་བྱེད་ཚེ་བྱ་བ་གསལ་འགྱུར་རོ། འོ་འདི་དཔེ་ཞེ་དྲག་གལ་ཆེན་པོ་རེད། དྭགས་པོ་སྒོམ་ཆེན་ངག་དབང་གྲགས་པས། བཤེས་གཉེན་ལམ་དུ་གཏོང་བའི་གནས་འདི་ནི་སྔོན་འགྲོའི་གདམས་པ་མཆོག་ཡིན་གཅེས་པར་བཟུང་གསུང་བ་རེད། ཞེས་གསུངས་པ་ལྟར་འོག་གི་འཆད་ཉན་མཐའ་དག་རྒྱུད་ཐོག་ཏུ་དགེ་བའི་ལམ་དུ་འགྲོ་མི་འགྲོ་ཨོ། ད་ཟབ་ཁྱད་འདི་ལ་རག་ལས་པ་ཡིན། འདི་ལ་རག་ལས་ཤིང། དེ་ཡང་ཚེ་གཅིག་ནས་ཕྱུག་ན་བཅོ་ལྔའི་བར་དུ་ཕྱུག་པ། འཇིག་རྟེན་གྱི་གཏམ་དཔེ་ཡོད་རེད་བོད་ཀྱི་གཏམ་དཔེ་ལ། ཚེ་གཅིག་ནས་ཕྱུག་ན་བཅོ་ལྔའི་བར་དུ་ཕྱུག་འགྲོ་རེད། གྲངས་ཀ་བརྒྱ་དང་ནོར་སོང་ན། རེད་པ་ད། ཚེ་གཅིག་ལ་གཉིས་རེད་བསམ་ནས་གཉིས་བྱས་ནས་དེ་གསུམ་བཞི་ལྔ་དྲུག་བཅོ་ལྔ་བར་དུ། རེད་པ་ད། གང་ཅིའི་ཚེ་གཅིག་ནས་ཕྱུག་ན་བཅོ་ལྔའི་བར་ཕྱུག་པ་བཞིན་འདི་ནས་ཕྱུག་ན། འཆད་ཉན་བསམ་སྒོམ་ཚང་མ་གནད་དུ་སྒྲོ་བར་དཀའ་བ་ཡིན། དེས་ན་འདི་ལ་གསུམ། འདི་བསལ་ཡ་སྟེ། ཆེ་བ་གཉིས་དང་ལྡན་པའི་ཆུ་ལ་ཉིན་ཤས་ཇི་ལྟར་བྱ་བ་བསལ་འདི་ལ་རེ། གསུམ། ཆོས་ཉན་པའི་ཚུལ། ཤེས་པའི་ཚུལ། མཇུག་ཏུ་ཐུན་མོང་དུ་ཇི་ལྟར་བྱ་བའི་ཚུལ་ལོ། ཆོས་ཉན་སྟངས་དེ་རེ། ད་དང་པོ། དང་པོ་ལ་གསུམ། ཆོས་ཉན། ཆོས་ཉན་ལུགས་ག་རེས་ཉན་དགོས་རེ་ཟེར་ན། ཆོས་ཐོས་པའི་ཕན་ཡོན་བསམ་པ། ཆོས་དང་ཆོས་སྨྲ་བ་ལ་རིམ་གྲོ་བཅས་པ། ཉེན་ཚོད་དངུལ་སོགས། དེ་ཡི་དང་པོ་ཐོས་པའི་ཕན་ཡོན་ནས། དེ་ཡང་ཐོག་མར་ཐོས་པ་བྱེད་འདོད་ཆེན་པོ་སྐྱེ་བ་ལ་ཐོས་པའི་ཕན་ཡོན་བསམ་པ་ཤིན་ཏུ་གལ་ཆེ། ཐོས་པའི་ཕན་ཡོན་ཧ་མ་གོ་ན། ཐོས་པ་བྱེད་འདོད་ཞེ་དྲག་ཡོང་གི་མ་རེད། ཐོས་པ་བྱེད་དགོས་ཀྱི་འདུག་ཨ་བསམ་བསམ་ཡོང་གི་མ་རེད་བ་དང་ཕན་ཡོན་དེ་མ་དྲན་ན། དཔེར་ན་ཚོང་ཚོང་པ་ཚོང་རྒྱག་མཁན་གཅིག་ཡིན་ན་ཚོང་གི་ཁེབས་སང་དེ་ལ་རེད་པ་དང་དགེ་མཚན་ཡོད་པ་ཁེབས་སང་ཡོང་གི་ཡོད་པ་དེ་ཧ་མ་གོ་ན་ཚོང་རྒྱག་གི་མ་རེད་པ། རེད་པ་དང་ག་རེ་ཡིན་ནས་ཅིག་ཕི་གས་ཕན་ཡོན་དེ་བསམ་བློ་མ་བཏང་ན་ཨ་ནི་དོན་དེ་དོན་དུ་སྙེག་གི་མ་རེད་པ་དེ་ཡིན་ཙང་དེ་ན་བདག་གིས་ཐོས་པའི་ཕན་ཡོན་དེ་བསམ་བློ་མ་བཏང་ན་ཐོས་པ་དོན་དུ་སྙེག་གི་མ་རེད་ཐོས་པ་མ་བྱས་ན་ཨ་ནི་བསམ་བློ་བཏང་ཡང་ཡོད་མ་རེད་ཐོས་པ་མ་བྱས་ན་ཐོས་ཆུང་ཡོང་གི་མ་རེད་ཐོས་ཆུང་མེད་ན་བསམ་པ་ཡོང་གི་མ་རེད་དེ་ནས་བསམ་ཆུང་ཡོང་གི་མ་རེད་སྒོམ་པ་ཡོང་གི་མ་རེད་སྒོམ་ཆུང་ཡོང་གི་མ་རེད།

དེ་ཡི་དང་པོ་ཐོས་པའི་ཕན་ཡོན་ནི། དེ་ཡང་ཐོག་མར་ཐོས་པ་བྱེད་འདོད་ཆེན་པོ་ཆེ་བ་ལ་ཐོས་པའི་ཕན་ཡོན་བསམ་པ་ཤིན་ཏུ་གལ་ཆེ་སྟེ། ཕན་ཡོན་ལེགས་པར་བསམ་ན་ཐོས་པ་ལ་ཤིན་ཏུ་སྤྲོ་ཤུགས་སྐྱེ་བས་ཕན་ཡོན་བསམ་དགོས་ཏེ། མི་ཤེས་པ་སྟོང་བ་འབྱུང་བའི་སྒོ་ཡིན་པར་ཐོས་པས། རེ་བ་དང། མི་ཤེས་པ་སྟོང་བ་འབྱུང་བའི་སྒོ་ཡིན་པར་ཐོས་པས་བདེ་སྡུག་རང་གི་ལས་ཀྱི་འབྲས་བུ་ཡིན་པ་དང། ཐོས་པ་ཡག་པོ་བྱས་པ་ཡིན་ན། སོ་སོ་ལ་བདེ་སྡུག་འདྲ་པོ་ཅིག་བྱུང་སོང་ན།

ལས་ངན་པ་བྱས་པའི་འབྲས་བུ་རེད་བསམ་པ་བྱས་ནས་རོ་ད། ལས་ངན་པ་བྱས་པའི་འབྲས་བུ་རེད་བསམ་པ་ཧ་གོ་གི་རོ་ད། ཐོས་པ་བྱས་ཡོད་ན་ཧ་གོ་བ་ཡིན་ཙང་ད་གང་ཅིའི་ལས་ཀྱི་འབྲས་བུ་དེ་སོ་སོས་མྱངས་དགོས་རེད་བསམ་ནས་ཞེ་དྲག་གི་བོད་སྐད་སེམས་ཁྲལ་འདྲ་པོ་ཡོང་གི་མ་རེད་ད། འབྲས་བུ་དེ་མྱངས་ནས་རྫོགས་འགྲོ་བར་བསམ་ཡང་འདྲ་བོ། དེ་འདྲ་ཅིག་མིན་པ་ཡིན་ན་ད་དེ་ག་དེ་ཡིན་ན་དུས་རྒྱུན་མགོ་ན་གི་མེད་པས་ནི་ད་དེ་རིང་མགོ་ཞིབ་པོ་ཅིག་ན་སོང་ད་ག་རེ་ཡིན་ན་པའི་ཅིག་མ་འཕྲོད་པ་མིན་འགྲོ།

ཁབ་གསོལ། ཅི་ཅི་ཅི་ཅན་འདི་བྱས་པ་རེད་མ་འཕྲོད་པ་རེད། ཕུག་ལ་ནི་སོ་སོའི་ལས་ཀྱི་དུས་སུ་བྱུང་བ་རེད་ལས་དེ་སུས་བསགས་པ་རེད་ཁོའི་ལས་བསགས་ནས་ངའི་མྱོང་ཡང་ནི་ཡོད་མ་རེད། ལས་དེ་ངས་བསགས་ངས་བསགས་ཡོད་ཀྱི་འབྲས་བུ་དེ་ངས་མྱོང་དགོས་རེད། དང་དུ་བླང་ཡ་དེ་རེད། དང་དུ་བླང་ཐུབ་ཀྱི་རེད་བ་ད་སོ་སོའི་བྱས་པའི་ལས་ཀ་དེ་སོ་སོའི་དང་དང་བླང་བྱེད་དགོས་རེད་བ་ད་འགྲོ་སྟངས་འདྲ་བ་དེ་རེད་བ་དེ་ཡིན་དུས་དཀའ་ངལ་སེམས་སེམས་ཁྲལ་དེ་ཞེ་དྲག་ཡོང་དགོས་མ་རེད། ཇི་ལྟར་ཐོས་པས་དེའི་གསུང་གི་བ། དེ་ནས། ཐོས་པས་བདེ་སྡུག་རང་གི་ལས་ཀྱི་འབྲས་བུ་ཡིན་པ་དང། སྲིད་པ་སྡུག་བསྔལ་གྱི་རང་བཞིན་ཡིན་པ་དང། སྲིད་པ་འཁོར་བ་འདི་སྡུག་བསྔལ་གྱི་རང་བཞིན་རེད། ཟ་བྱེད་ཉེ་བར་ལེན་པའི་ཕུང་པོ་དེ་བླངས་ཕྱིན་ཆད་ཁོ་རང་སྡུག་བསྔལ་གྱི་གོང་བུ་རེད། དེ་ཡིད་དེ་ཅན་གཏད་སྲིད་ཅིག་གིས་སྡུག་བསྔལ་ཡོང་ཆོག་ཆོག་ཅིག་ཡོད་རེད་མགོ་ན་ཆོག་ཆོག་རྐང་པ་ན་ཆོག་ཆོག་མིག་ཚ་ཆོག་ཆོག་ག་རེ་ཡིན་ན་ཅིག་ན་ཆོག་ཆོག་ཅིག་དེ་སྡུག་བསྔལ་ཟ་བྱེད་ཉེ་བར་ལེན་པའི་ཕུང་པོ་བླངས་ནི་བླངས་ལ་དེ་གིས་མ་བྱུང་བ་རེད་མ་གཏོགས། ས་གནས་དེ་ཤ་འཁོར་བ་རང་བཞིན་ཡིན་པ་དང་དེ་ཡང་སྤྱོད་པའི་དེ་ཡང་སྤྱོད་པའི་སྐྱབས་སངས་རྒྱས་ཁོ་ན་ཡིན་པ་སོགས་ཤེས་པར་གྱུར་ཏེ་ཐོས་པའི་ཚོམས་ལས། སྔོན་བཅོམ་ལྡན་འདས་ལ་ལྷ་ཞིག་གིས་གསོལ་པ། ཆོས་རྣམས་གང་གིས་ཤེས་འགྱུར་ཞིང་སྡིག་ལས་གང་གིས་བཟློག་པར་འགྱུར། དོན་མེད་གང་གིས་སྤོང་བ་དང་གང་གིས་མྱ་ངན་འདས་ཐོབ། མྱ་ངན་འདས་ཐོབ་འགྱུར་ཞེས་ལྷ་དེ་གའི་ཡང་སངས་རྒྱས་བཅོམ་ལྡན་འདས་ལ་ཞུས་ནས་ཞེས་ཞུས་པས། ལན་དེ་ལ་འདི་གསུངས་པ། ཐོས་པས་ཆོས་རྣམས་ཤེས་པར་འགྱུར། ཐོས་པ་ཙམ་གྱིས་ཕན་ཡོན་རེ། ཐོས་པའི་སྡིག་ལས་ཟློག་པར་བྱེད། རྐང་པ་འདི་གཉིས་ཀྱིས་ཚུལ་ཁྲིམས་ཀྱི་ལྷག་པ་སྟོན། ཐོས་པས་ཆོས་རྣམས་ཤེས་པར་འགྱུར། ཟེར་དེ་དང། འདི་ནི་རྐང། ཐོས་པའི་སྡིག་ལས་ཟློག་པར་འགྱུར། དོ་བདག་གཉིས་ཀྱིས་ཚུལ་ཁྲིམས་ཀྱི་ལྷག་པ་སྟོན། ཐོས་པས་དོན་མ་ཡིན་པ། དོན་མ་ཡིན་པ་རྣམ་གཡེང་སྤོང་བ། དོན་མ་ཡིན་པ་སྤང་བསལ་ཏེ། འདི་ཡི་ཐོས་པས་དོན་ཚུལ་བཞིན་ཡིད་ལ་བྱེད་དེ་བསམ་པའི་ཕན་ཡོན། ཕན་ཡོན་འདིའི་ཏིང་ངེ་འཛིན་གྱི་ལྷག་པ་སྟོན། ཐོས་པས་དེ་ནས་མྱ་ངན་འདས་པ་ཐོབ་བསལ་ཏེ་ཡིན་པར། ཐོས་པས་ལྷག་པ་དེ་གཉིས་ལ་བརྟེན་ནས

ཅེས་གསུངས་པ་ལྟར་ཐོས་པ་ལ་བརྟེན་ནས་བླང་དོར་གྱི་གནས་ཐམས་ཅད་ཤེས་པ་དང། འདུལ་བའི་སྡེ་སྣོད་ཀྱི་དོན་ཤེས་ནས་ལྷག་པ་ཚུལ་ཁྲིམས་ཀྱི་ལྷ་པས་སྡིག་པ་ལས་ཟློག་པར་བྱེད། འདུལ་བ་ལས་ཐོས་པ་ཅན་ནི་འདི་ཧ་གོ་སོང་ན། དེའི་མི་མཐུན་ཕྱོགས་ལ། ལྷ་པས་སྡིག་པ་ལས་ཟློག་པར་བྱེད། མདོ་སྡེ་སྡེ་སྣོད་ཀྱི་དོན་བཞི་ནི་ཏིང་ངེ་འཛིན་གྱི་ལྷ་པའི་རྣམ་གཡེང་སོགས་དོན་མ་ཡིན་པ་རྣམས་སྤོང། ཐོས་པའི་དོན་མ་ཡིན་པ་སྤོང། སྔོན་པོའི་སྡེ་སྣོད་ཀྱི་དོན་བཞི་ནི་ཤེས་རབ་ཀྱི་ལྷ་པའི་ཉོན་མོངས་པ་སྤངས་ཏེ་མྱ་ངན་ལས་འདས་པ་ཐོབ་པར་བྱེད་པ་ཡིན། ཐོས་པ་ལ་བརྟེན་ནས་མྱ་ངན་ཐོབ་ཐུབ། གཞན་ཡང་སྐྱེས་རབས་ལས་ཐོས་པ་གཏི་མུག་མུན་སེལ་སྒྲོན་མེ་ཡིན། ཐོས་པ་གཏི་མུག་གི་མུན་པ་སེལ་བའི་སྒྲོན་མེ་ཡིན། ཐོས་པ།

འཇོམས་པའི་མཚོན་བྱ་ཡིན་ཞེས་བསྟན་ཏེ། ཀུན་རྨོངས་ཆེས་ཆེར་བཟུང་ནས་དེས་དགྲ་འཇོམས་ཞེས་པ་མིན་ནོ། ཀུན་ཏུ་རྨོངས་པས་དགྲ་འཇོམས་ཟེར་ཏོ། ཀུན་ཏུ་རྨོངས་པས་དགྲའི་དགྲ་བཅོམ་བྱ་ཏོ། དེ་ལ་གསུངས་པའོ། ཀུན་ཏུ་རྨོངས་པས་དགྲ་འཇོམས་ཟེར་ཏེ། ཀུན་ཏུ་རྨོངས་པ་དེ་ཆེས་ཆེར་བྱས་ནས། དེ་ནས་ཆེས་ཆེར་བཟུང་ནས་དེས་དགྲ་འཇོམས་པ་ལ་ཟེར་གྱི་ཡོད་མ་རེད། དེ་ལ། རུ་བ་དང། གོ་འགྲོ་བའི་ཉེན་ཁ་ཡོང་རུ་བ་དང་ཀུན་ཏུ་རྨོངས་པའི་དགྲ་རྒྱུ་མཚོན་ཆ་ཡིན་ཟེར་ཏེ། གཏི་མུག་མ་རིག་པ་དེ་དགྲའི་གཟུགས་སུ་བཀོད་ནས་དེ་འཇོམས་པའི་མཚོན་ཆ་དེ་ཡིན། འདིའི་རིགས་འདི་རེད། དགྲ་རྒྱུམ་ཞེས་པ་མིན་ནོ། འདིའི་རིགས་གཞན་མང་ངོ་སོང་དེ་འདྲ་བོ། ཕན་པ་སྒྲུབ་པ་དང་གནོད་པ་སེལ་བའི་མཐུས་པ། ཐབས་ཚུལ་མན་ངག་སྟོན་པའི་གྲོགས་ཀྱི་མཆོག། ད་སོ་སོ་གི་པའི་གྲོགས་པོའི་ནང་ནས་པའི་གྲོགས་པོའི་མཆོག་ཏུ་གྱུར་པ་སོ་སོར་པའི་སློབ་སྟོན་བྱེད་མཁན་འདི་བྱས་འདི་མ་བྱས་ཟེར་མཁན་གྱི་རེ་བ་དང་གྲོགས་པོའི་མཆོག་ཏུ་གྱུར་པ་དེ་ཨ་ནི་ཐོས་པ་དེ་རེད། ཐོས་པ་ཟས་ནོར་ལོངས་སྤྱོད་སོགས་ཀྱིས་ཕུང་བར་གྱུར་ཀྱང་མི་འགྱུར་བའི་མཛའ་བོ་ཡིན། འཇིག་རྟེན་གྱི་བའི་གྲོགས་པོ་ཟེར་ཡ་འདྲ་བ་མཛའ་བོ་ཟེར་ཡ་དེ་སོ་སོ་ལ་ཏོག་སེ་ཅིག་སོ་སོ་ལ་འཇོན་ཐང་འདྲ་བ་ཡོད་སོ་སོ་ལ་ཅིག་ནོར་ལོངས་སྤྱོད་འདྲ་བ་ཡོད་དཔལ་འབྱོར་འདྲ་བ་ཡོད་པའི་སྒང་ལ་ཨ་ནི་གྲོགས་པོ་མང་རུས་མང་རུས་མཛའ་བོ་མང་རུས་མང་རུས་གཉེན་ཉེ་དུ་བི་གས་མང་རུས་མང་རུས་ཞིག་རེད་པ་ད་ཨ་ཁུ་ཡིན་ད་ཨ་ཞང་ཡིན་སེ་ཡིན་འདྲ་བ་མང་རུས་མང་རུས་ཆགས་ཡོང་གི་རེད་རེད་པ་ད་ད།

ཕུང་བར་གྱུར་ཀྱང་མི་འགྱུར་མཛའ་བོ་ཡིན། སྨན་འགའ་ཞིག་གིས་ཚ་བ་ལ་ཕན་ཡང་གྲང་བ་ལ་གནོད་པ་ལྟ་བུ་མ་ཡིན་པར་ཉོན་མོངས་པའི་ནད་ཀུན་ལའང་ཕན་པའི་མཐུས་པ། གནོད་པ་མེད་པ་མྱ་ངན་ནད་ཀྱི་སྨན། གནོད་པ་མེད་པ་མྱ་ངན་དང་སྡུག་བསྔལ་གྱི་ནད་ཐམས་ཅད་ཀྱི་སྨན་ཡིན། ཉེས་པ་ཆེན་པོ་སྤོང་ཆུང་སྤོང་གི་མཆོག་ཟད་དེར་བ་ད་ཐོས་པ་ཉེས་པ་ཆེན་པོ་འཁོར་བའི་ཉེས་ཚིག་རྒྱུད་ལས་བརྗོད་ལས་ཉོན་དང་བཅས་པའི་སྤོང་འཇོམས་པའི་སྤོང་གི་མཆོག་ཡིན་པ་དང། དྲག་དང་དཔལ་དང་གཏེར་གྱི་མཆོག་ཀྱང་ཡིན་ཟད་ནས་བསྙེན་པའི་དྲག་པ་དང་སྡེ་བཞི་ཕུན་ཚོགས་ཀྱི་དཔལ་དང་དགོས་འདོད་ལོངས་སྤྱད་ཆོག་པའི་གཏེར་གྱི་མཆོག་ཀྱང་ཡིན།

ཐོད་པ་ཚོགས་ཀྱི་ནང་ན་མཁས་པ་དགུ་བ་བཅུག། ད་སོ་སོ་པའི་ཐོད་པ་ཡག་པོ་ཅིག་བྱས་པ་ཡིན་ན། བི་ཀའི་ཚོགས་ཆེན་པོའི་ནང་ལོགས་ལ། བི་ཀའི། ད། མཁས་པ་ཚོ་བི་ཀའི། དགའ་བོ་ཡོང་ཡ། ཀྱི་ཆོ་ག་ཡག་རེད་བ་ད་མཁས་པ་ཚོ། དགའ་བོ་ཡོང་ཡ་གི་ད་བི་ཀའི་ཐོད་པའི། སྐད་ཆ་སྐད་ཆ་འདྲ་བོ་རེ་ད། གཏམ་འདྲ་བོ་བཤད་ནས་ཞལ་གསུངས་པ་ལྟར་ཐོད་པ་ནི། གཏི་མུག་མུན་པ་སེལ་བའི་སྒྲོན་མེ་དང་འདྲ་བ་ཡིན་ཏེ། བདག་གི་བླ་མ་རིན་པོ་ཆེ། ཡི་གེ། བཀའ་ལྟ་བུ་གཅིག་ཙམ་ཤེས་པས་ཀྱང་བཀའ་མི་ཤེས་པའི་མུན་པ་སངས་ནས་དེ་ཤེས་པའི་ཤེས་རབ་ཀྱི་སྣང་བ་གཅིག་སྐྱེས་པ་ཡིན། རེད་རེད་བ་དང། ག་ག་འདྲ་བོ་མ་ལབ། ག་གེ་ལབ་མེད་ན།

དེ་བཞིན་དཀའ་དམིགས་སུམ་ཅུ་ཤེས་དུས་མུན་པ་སུམ་ཅུ་སངས་ནས་ཤེས་རབ་ཀྱི་སྣང་བ་སུམ་ཅུ་སྐྱེས་པ་ཡིན་པར་གསུང་གིན་ཡོད། རང་རེས་ཐོས་པ་མ་སྐྱེས་ན་གཞན་ཕར་བཞག་ད་དེའི་གསུང་དུ། བཀའ་བོང་གུ་མགོ་ཙམ་ཡོད་ཀྱང་ངོ་བོ་མི་ཤེས་པར་མགོ་རིལ་རིལ་བྱས་ནས་ལུས་རྒྱུ་དེ་རེད་ཟེར་ཤེས་ཀྱི་མེད་ཟེར་ནས་འདི་ཤེས་ཀྱི་ཡོད་རེད་ཟེར་བཀའ་བཀའ་ཆད་ཐག་དུས་ཀྱི་ཁྲིད་འདི་ཤེས་ཀྱི་ཡོད་རེད་ཟེར། ཟས་དུས་རང་རང་དབུགས་ཆུང་ཆུང་ཚོ་མགོ་རིལ་རིལ་བྱས་ནས། འདི་ནི། སྒོ་རེ་རེའི་ཆེད་ནི་འདི་ནི། ལུས་ཀྱི་དེ་རེ་རང་གི་སྤུན་ཁྱིམ་ན་ཡོད་པ་གང་ཡང་མི་ཤེས་པ་དེ་ལ་ལྷོམ་དང་ཤེས་ཡོང། རེ་རེ་བ་དང་དཔེར་ན་མི་ཚང་གཅིག་ལ་བའི་སྤུ་གུ་ལྔ་དྲུག་ཟེར་གྱི་ཡོད་པ་ཡིན་ན་དེའི་ནང་ནས་གཅིག་དེ་སོ་སོ་བི་གའི་གྲགས་པ་བྱེད་དགོན་པ་ལ་ཡར་ཆུག

སློབ་སྦྱོང་བྱས་དང་མ་བྱས་ཀྱི་བྱས་པ་ཞིག་ཨང་དེ་འདྲས་རེད། འདི་ནི། འདི་ནི་རང་གི་སྤུན་ཁྱིམ་ན་ཡོད་པ་གང་ཡང་མི་ཤེས་པ་དེ་ལ་སོམས་དང་ཤེས་ཡོང། དེ་བཞིན་དུ་ཐོས་པ་ཇི་ཙམ་བྱས་པ་ཙམ་གྱིས་མ་རིག་པའི་མུན་པ་ཇེ་ཚང་དང་ཤེས་རབ་ཀྱི་སྣང་བ་རྒྱ་ཇེ་ཆེར་འགྲོ་ཡང་ཚོམས་ལས། ཇི་ལྟར་ཁྱིམ་ནས་ལེགས་གཡོག་དཔག་ཟད་པས་ན། ཇི་ལྟར་ཟད་པའི་དཔེར་ན། ཁྱིམ་ནས་སྟེང་ལེགས་པར་གཡོགས་པ་གང་ནི་མ་གཡོགས་ཤར། ཕྱོགས་ཀུན་ནས་བསྐོར་བས་ན་མུན་པའི་ཁེབས་པའི་ནང་དུ་ཞུགས་པ་ན།

མུན་པས་བསྒྲིབས་པའི་དབང་གིས་ཡིན་པས་དེ་ལ་གསལ་བཤད་སྒྲོས་མི་དགོས་པ་དེ་བཞིན་དུ། ད་ཁྱིམ་ནང་ལ་འདི་སྐད་ཁྱིམ་པའི་སྒོ་གེགས་གང་ག་འཇམ་ནས་པའི་འདྲ་བ་དང། བུ་ག་འདྲ་བ་བརྒྱུད་ནས་མེད་པ་བྱས་ན་གོང་བཞག་བཞག་ན་དེ་ནང་ལོག་གི་བཅའ་ལག་དེ་ཚོ་ཡོད་ད་ཡོད་རེད་དེ་སོ་སོ་ལ་མིག་གི་གསལ་པོ་ཡོད་རེད་བཅའ་ལག་ཡོད་རེད་དེ་མཐོང་གི་མ་རེད་བ་ད་མུན་པས་བསྒྲིབས་ནས་ད་དེ་མཐོང་བ་ལ་ག་རེ་དགོས་ཀྱི་རེད་ཟེར་ན་ད་ཆོས་མིན་པ་གོ་རེད་བ།

བློ་གྲོས་དང་ལྡན་པར་བྱོས་ཀྱང། སྡིག་པ་གང་ཡིན་པ་དང་ནི་དགེ་བའི་ཆོས། ཆོས་གང་ཡིན་པ། མ་ཐོས་ཀྱི་བར་དུ་བླང་དོར་གྱི་གནས་ཤེས་པར་མི་འགྱུར། ཅེས་དང་མེད་པའི་སྨྲ་ཞེས་དོན་གོ་བ་ལྟར་རེད་དེ། རེད་དེ། ད་དགེ་སྡིག་སྤང་བླང་དེ་ཤེས་གི་མ་རེད། གཅིག་པས་ཐོས་པ་མ་བྱས་ན། དགེ་སྡིག་པ་འདུག་ཟེར་བྱས་ན་སྡིག་པ་ཡིན་པ། སྲོག་ཆགས་བསད་ན་སྡིག་པ་ཡིན་པ་དང། རྫུན་བཤད་ན་སྡིག་པ་ཡོད་པ་དང།

འོན་ཏེ་རེད་དེ། སྡིག་པ་གང་ཡིན་པ་དག་ནི་དགེ་བའི་ཆོས། ཆོས་གང་ཡིན་པ་མ་ཐོས་ཀྱི་བར་དུ་བླང་དོར་གྱི་གནས་ཤེས་པར་མི་འགྱུར་ལ། སྔར་བཤད་པའི་ཁང་པ་དེར། མིག་ལྡན་མ་མི་ཡོད་པའི་མི་ཡིས། ཡོད་པ་ཡིས། ཟད་དེ། ཡོད་པའི་མི་ཡིས། གཟུགས་རྣམས་མཐོང་བར་འགྱུར་བ་ཇི་ལྟ་བར། ལྟ། དཔེ་བྱད་རེ་དག། མིག་དང་ལྡན་མ་མེད་ཡོད་པའི་རེ་བ་དང་མི་དེ་གའི་གཟུགས་དེ་ཚོ་གང་ག་ཁྲ་ལམ་ལམ་མཐོང་གི་རེད། ཇི་ལྟ་བར་དཔེ་དེ་བཞིན་དུ་བློ་གྲོས་དང་ལྡན་པའི་མི་དེས་ཀྱང་དགེ་བ་དང་སྡིག་པའི་ཆོས་གང་ཡིན་པ་ཐོས་པས་བླང་དོར་གྱི་གནས་རྣམ་པར་ཤེས་པར་འགྱུར། ཞེས་གསུངས་པ་ལྟར་ཁང་པ་མུན་ནག་ཅིག་གི་ནང་དུ་ཉེས་བཀོད་བཅའ་ལག་མང་པོ་ཡོད་པར་མིག་བགྲད་ནས་བལྟས་ཀྱང་ཅི་ཡང་མི་མཐོང་བ་བཞིན་ཤེས་རབ་ཀྱི་མིག་དང་ལྡན་ཡང་ཐོས་པའི་སྒྲོན་མེ་མེད་ན་བླང་དོར་གྱི་གནས་གང་ཡང་མི་ཤེས་ལ། མུན་པ་དེའི་ནང་དུ་མར་མེ་སྦར་ན་རང་གི་མིག་ཡོད་པ་དེས་བཅའ་ལག་གང་ཡོད་གསལ་ཏིང་ངེ་མཐོང་བ་ལྟར་ཐོས་པའི་སྒྲོན་མེ་ལ་བརྟེན་ནས་ཤེས་རབ་ཀྱི་མིག་གིས་ཆོས་ཐམས་ཅད་ཤེས་པར་འགྱུར་བ་དེ་ཡིན། ད་བྱང་ས་ལས་འཕགས་པ་ཐོགས་མེད་ཀྱི་རོ་ད་བྱང་ས་ལས་ཁྲའི་ཁྲལ་དུ་ཤེས་རབ་ཇི་ལྟར་བསྐྱེད་པའི་མིག་གི་འདུ་བྱེད་དང། ཤེས་རབ་ཀྱི་མིག་བྱིན་པ་དེས་ཇི་ལྟ་བ་དང་ཇི་སྙེད་པ་རྣམས་མཐོང་བར་འགྱུར་བའི་སྣང་བའི་འདུ་བྱེད་དང། འཇིག་རྟེན་ན་འབྱུང་བར་དཀོན་པའི་རིན་པོ་ཆེའི་འདུ་བྱེད་དང། མཐར། ཐར་པ་མྱ་ངན་ལས་འདས་པ་དང་ཐམས་ཅད་མཁྱེན་པ་བྱང་ཆུབ་ཆེན་པོའི་འབྲས་བུ་སྟེར་བའི་ཕན་ཡོན་ཆེ་བའི་འདུ་བྱེད་དང། ད་ལྟ་ནས་ཀྱང་དེ་སྙིང་གི་རྒྱུས་ཞེ་ནན་དང་ལྷག་མཐོང་གི་བདེ་བ་ཐོབ་པར་བྱེད་པས་ཁ་ན་མ་ཐོ་བ་མེད་པའི་བདུད་བཞི་དང་ལྔས་ཉན་དགོས་ཚུལ་དང་ད་ཁྱོད་ཐོས་པ་ཉན་པའི་སྒང་ལ་ཁྱོད་ཐོས་པའི་སྒང་ལ་ཁྱོད་ཉན་པའི་སྒང་ལ་བདུད་བཞི་ལྔ་ཡི་ཐོག་ནས་ད་བྱང་ས་ནས་གསུངས་པའི་བདུད་བཞི་དེ་རེད།